ནང་པ་ཚོ་ཚང་མ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང། དེ་རིང་གི་སློབ་ཚན་ནང་ལོགས་ལ་ཡང་ཁ་སང། YouTube ནང་ལོགས། དཔེ་རིང་སྐོར་ནས་ད་ལྟ་སློབ་ཚན་ཁ་ཤས་བྱེད་ཤག་ཡིན་པ། དེའི་ཤག་ནས།

ཨ་ནི། རིན་ཆེན་སྤོང་བྱེད་ལྗགས་མདངས་དེ་ཅི་དང་གིས། ད་ལྟ། ཁྱེད་དབང་སྨུག་གི་བསམ་གཏན་གྱི། སྤོས་ཀྱི་ཡི་གེ་ཁྱེད་རྣམས་ལོག་སར་འཇིག་ངོ། སྣང་ལོག་ལ་དེ་འདྲས་ཅིག་སོང་འདུག་ཨ་ཡ། ཡིག་ཕྲེང་གི་མགོར། ཡིག་རྡོག་གཅིག་དང་གཉིས་བྱུང་ཚེ། ཚུགས་ཐུབ་པའི་ཆེད་དུ་རིན་ཆེན་སྤོང་བྱེད་བྲུ་ལག་ལ་དོ། འོ་དེས་སོང་རེད་ཟ་མ་ལ་ད་ང་ཚོས། རིན་ཆེན་སྤོང་བྱེད་དེ། ད་ལྟ་ཨིན་དྲི་ཟའི་ནང་ལོ་འཇའ་དགོན་ནས་དཔེར་ན་འདི་འདྲ་བོ་བྱས་ན། ཕྱག་འཚལ་ལོ་ཞེས་པའི་ལོ་དེ་ད་ལྟ་ཡིག་ཕྲེང་གི་མགོ་ལ་འཁེལ་འདུག་ད་འདིའི་གཞས་གཉིས་པོ་དེ་ནི་རིན་ཆེན་སྤུངས་ཤེལ་འཇའ་དགོན་ནས་དཔེ་རིང་བསྒྲིགས་ན་རེད་ཨ་ནི་དེབ་གཟུགས་བསྒྲིགས་ན་རེད་ག་རེ་ཡིན་ན་ཁོ་རང་ཡིག་ཕྲེང་གི་མགོ་དེ་ལ་ཡ་རིན་ཆེན་སྤུངས་ཤེལ་བཞག་ཡ་དེ་དེ་ལ་བཞག་དགོས་ཀྱི་འདུག་འདི་ཡིན་དུས། རིན་ཆེན་ཕོན་སྲས་དེས་ལི་ལ་བུ་དགོན་ནས་ག་འདྲའི་ཚེ་བཞག་དགོས་ཡོད་མེད། འོ་དེ། དྲི་བ་དག་ཡིན་ས་རེད། དྲི་བ་དག་ཡིན་ཏེ། དེ་ལ་ཡང་ང་ཚོས། ལི་ལ་བུ་དགོན་ནས་བཞག་སྟངས་དེ་ཨ་ནི་དེ་སྤེན་ཆེད་ལ་ཡང་བྱེད་དོ། དེ་ནང་ལོག་འགྲོ། ཨ་ནི་དེ་ལ་ཡ། ཁྲག་དྲོ། ཀུན་དགའི་ལ་ཉེ་བྱེད་དོ། འོ། དེ་ལ་ནེམ་ན་འགྲིག་གི་རེད་འདི་ལ་ཡ་ཁན་དྲིར་ཨེ་ཧྥུ་དོ་དེ་ནེམ་ན་ཡང་འགྲིག་གི་ཡོད་རེད། ཁན་དྲིར་དང་ཨེ་ཧྥུ་ནེམ། ད་ནི་འདི་ལ་ཤེས་སླ་ཡང་ང་ཚོ་ནམ་བཞིན་ཤེས་དེ་རེད་བ། ཨེ་ཉི་ཤེས་དེ་དེ་ཡིན་དུས་འདིའི་ནང་ལ་ཡ་ཤེས་གཅིག་བྲིས། ཤེས་གཉིས་བྲིས། ཨ་ནི་འདིའི་ནང་ལོ་ཡ། གང་བྱི་བ་བཏང་དགོས་ཡ་དེ་ང་ཚོ་རིན་ཆེན་སྤོང་ཤེས་ཆགས་ཀྱི་ཡོད་ར། རིན་ཆེན་སྤོང་ཤེས་ཆགས་ཀྱི་ཡོད་དུས་འདིའི་ནང་ལ་རིན་ཆེན་སྤོང་ཤེས་གཉིས་བྲིས། སྟོང་པ་ཇི་བཞག། རིན་ཆེན་སྤོང་ཤེས་གཉིས་བྲིས། ད་འདི་ནི། འདིའི་འོག་ལ་ཡ། ཁྲག་འདྲ་བོ་ཤ་ཡི་གེ་ལ་དོ། འོ་དེའི་མཚན་འོག་འདི་ཙམ་མ་ལ་འདི་ལ། འདི་གཉིས་ལ། ཡ། ནག་པོ་འདྲ་བོ་དེ་ཡིན་ཤག་གི་དོ། དེའི་འོག་ལ་འདི་ཀུན་དགའི་ལ་ཡིན་གྱི་དོ། འོ་དེའི་དྲི་ཤ་འདི་ཙམ་མ་ལ་འདི་འདི་གི། རིན་ཆེན་བོང་ཤེད་དེ་དེ་ལ། སྤྱི་བོ་ལོག་ཤག་གི་ཡོད་རེད། དང་པོ་རིན་ཆེན། སྤོང་བྱེད་མ་བརྗེད་པའི་སྔོན་ལ་སོ་སོའི་བེ་ཆ་སྒྲིག་ཡ་དེ་ཆ་ཚང་སྒྲིག་ཚར་བ་རྗེས་ཞུ་དག་དང་ཆ་ཚང་བཏང་ཚར་བ་རྗེས་ནས་ནི་རིན་ཆེན་སྤོང་བྱེད་བྱ་ན་ནི་ཚགས་ཚུད་པོ་འདྲ་བོ་ལི་ལ་བོ་འདྲ་བོ་ཅིག་ཡོང་བ་རེད། དེ་མ་ཡིན་པར་ནི་རིན་ཆེན་སྤོང་བྱེད་དང་པོ་བྱ་ནི་དེའི་རྗེས་ལ་ཞུ་དག་དང་དེ་ཚོ་བྱེད་པ་ཡིན་ན་ཡང་རིན་ཆེན་སྤོང་བྱེད་དེ་འཁྲུགས་འགྲོ་གི་རེད་ནི་རིན་ཆེན་སྤོང་བྱེད་དེ་མཐའ་མ་མཐའ་མ་འཇམ་ན་ཡག་པོ་ཡོད་རེད། འདིའི་ནང་བཞིན་བྱས་ནས་ད་ནི་འདིའི་སོ་སོ་གི་ཡི་གེའི་མགོ་ཅིག་ར་བ་དེ་ལ་ཀ་བ་ཡོད་ན་འདིའི་ཚེ་ནི་འདི་འོ་འདི་སུ་བྱས་ནས་རྗེ་བོ་ལོག་ཤར་བ་ཡིན་ན་སྟབས་དེ་འོ་འདྲ་བོ་ཅིག་འོ་འདི་བྱས་ནས་སོ་སོ་སོ་མ་ཆ་ཚང་རྟགས་ཀྱི་འདུས་སུ་བྱས་རྟགས་བརྒྱབ

ཨོ། འདི་མ་ཡིན་པའི། དྲི་བ་དེ་འདྲ་ཡོད་པ་ཡིན་ན་ཡུལ་གྲུབ་ཀྱིས་མཆན་རྒྱབ་ས་ནང་ལོགས། མཆན་རྒྱབ་བྱས་པ་ཡིན་ན་ང་རང་གི་གང་ཤེས་ཚོད་ཀྱིས། རྣམ་པ་ཚོ་ཚང་མ་ལ་ལན་ཕུལ་ཡས་ཡིན། ཚང་མ་ལ་བཀྲ་ཤིས་བདེ་ལེགས།